ཟས་ངན་གྱི་ཟས་མདོག་ལྷན་སྐྱེས་ཁྱེད་རྣམས་སྐུ་ཁམས་བཟང། གཤམ་ལ་ང་རང་ནང་པ་ཚོ་མཉམ་དུ་རྩོམ་པ་པོ་སུ་ལུ་ལགས་ཀྱིས་ལྗགས་རྩོམ་མཛད་པའི་བརྩམས་ཆོས་འཚོ་བའི་གཏམ་རྒྱུད་ཞེས་པ་དེ་གཅིག་གསན་གནང་འདུག། འཚོ་བའི་གཏམ་རྒྱུད། གཙོ་བོ་པོ་སུ་ལོ། ང་ནི་ཁྱོད་ལ་ཧ་ཅང་དགའ། ངའི་ནང་མི་ཚོ་ཡང་ཁྱོད་ལ་ཧ་ཅང་དགའ། ཡིན་ན་ཡང། ང་ཚོས་མཉམ་དུ་ཁྱོད་ཀྱི་སྐོར་གླེང་མི་ཆོག། ཁྱོད་གང་དུ་ཡོད་མེད་དང། བདེ་བོ་ཡིན་མེད་སྐོར་གླེང་མི་ཆོག། ཁྱོད་ཀྱི་སྐོར། ཁ་པར་ནང་ནས་གླེང་ན་མི་ཆོག་ལ། ཡི་གེའི་ནང་དུ་ཡང་གླེང་ན་མི་ཆོག། ངས་ཁྱོད་མཇལ་ན་འདོད། ངའི་ནང་མི་ཚོས་ཀྱང་ཁྱོད་རང་ཤིན་ཏུ་དཔྱད་ན་འདོད། ཡིན་ན་ཡང། ང་ཚོས་ཁྱོད་ཀྱི་འདྲ་པར་ཞིག་ཀྱང་ཕན་ཚུན་བསྐུར་མི་ཕོད། ཁྱོད་ཆུང་དུས་སྐབས་ཀྱི་འདྲ་པར་ཡིན་ན་ཡང་འདྲ། ད་ལྟའི་འདྲ་པར་ཡིན་ན་ཡང་འདྲ། ང་ཚོས་ཕན་ཚུན་བསྐུར་མི་ཆོག་ལ་གྲོགས་ཚོམས་སུ་སྤེལ་མི་ཆོག། ཁྱོད་ཀྱི་འདྲ་པར། ཁྱིམ་དུ་ཉར་མི་ཆོག་ལ། ཁ་པར་ནང་དུ་ཡང་ཉར་མི་ཆོག། ང་དང་ངའི་ནང་མི་ཚོ། ཁྱོད་ལ་དགའ་ནས་ལོ་གཅིག་ལོ་གཉིས་མ་ཡིན། ང་དང་ངའི་ནང་མི་ཚོ། ཁྱོད་རང་མཇལ་འདོད་བྱུང་ནས་ལོ་གཅིག་ལོ་གཉིས་མ་ཡིན། ཀྱེ་ཧུད། དེ་རིང་ཁྱོད་ཀྱི་སྐྱེས་སྐར་ཡིན་ཡང། ངའི་ནང་མི་ཚོས། ཁྱོད་ལ་དངོས་སུ་ཁ་བཏགས་དཀར་པོ་ཞིག་འབུལ་མི་ཐུབ་ལ། ཁྱོད་ལ་དངོས་སུ་འོ་མ་དཀར་པོ་ཞིག་ཀྱང་འབུལ་མི་ཐུབ། ཁྱོད་ལ་དངོས་སུ་འཚམས་འདྲི་ཞིག་ཀྱང་ཞུ་མི་ཕོད་ལ། ཁྱོད་ལ་དུང་བའི་སེམས་པ་རྩོམ་ཡིག་ཏུ་ཡང་འབྲི་མི་ཕོད། སེང་གེ་ཀྱི་སེང་འབྲོག་ལྷན་རྒྱས་དུ་བྱས་ན། ང་ནག་ནག་པོ་ཚོ་ལེ་ཚན་རྗེས་མའི་ནང་དུ་བསྐྱར་དུ་མཇལ་ཆོག་པ་ཞུ།